དང་པོ་གཉིས་ལ་ང་རང་སྨད་ཀྱི་བྱམས་པའི་ཚོགས་པ་གི་བྱེད་སྟངས་དང་ནི་རྒྱ་གུང་བྲན་གྱི་བྱེད་སྟངས་དེ་ཕྱི་ནས་ཅིག་འདྲ་བོ་འདྲ་བོ་བྱས་ནས་སྐད་ཆ་བཤད་ཡིན་ཟེར་བ། རྣམ་པ་ཚོ་གི་སྐད་ཆ་བཤད་པའི་གི་ངེད་ཀྱི་སྙིང་གཏམ་དེ་ནི་ནས་མཐོང་ནས་ཅིག་གོ་བ་ཡག་པོ་ལེན་ཐུབ་པའི་གི་རྨི་ལམ་ཡོད་བཞིན་པ། ནི་བོད་རང་བཙན་བསྐྱལ་ལོ་བོད་བསྐྱལ་ལོ།

གོ་སྐབས་ཡོད་རེད་ཡིན་ནའི་མང་པོ་ཅིག་གིས་དེ་འདྲའི་ཆེ་ཐུགས་མི་འདུག་ཨ། སྙིང་རྗེ་བསམ་ནས་བྱམས་དང་སྙིང་རྗེ་ལ་ནི་ཁ་ནས་གདུག་ཕྱི་ནས་གདུག་ཕྱི་འདི་བདེ་གོ་ར། ཨ་ནི། ད་ཁ་ཤས་ཀྱིས་ཨ་ནི་སྨན་གྱི་ཆགས་པ་ཆོག་པ་དང་ད་ཁབ་ག་རེ་ཡིན་ནའི་དེ་ཚོ་ཁྲིམས་ཁང་ལ་སྐྱེལ་ཐུག་གོ་རེ་ར། ཨ་སྐྱེལ་དུས་ཙམ་པ་ལ་ཁོ་ཚོ་ད་ལོ་ལྔ་ཡིན་ནའི་རེད་བཅུ་ཡིན་ནའི་རེད་འདི་གམས། ད་ལོ་ཉི་ཤུ་སུམ་ཅུ་ག་ཚོད་ཡིན་ནའི་རེད་འདི་གམས་ཀྱི་དུས་ཚོད་དེ་ལ། ཨ་ནི་ཡིས་དངུལ་འདི་སྒམ་གྱི་ས་ཡོད་ན། ཨ་ནི་ཁྲིམས་ཁང་ནང་ལོག་ལ་ཁྲིམས་ཐོག་གི་ཐོག་ནས་ཨ་ནི་ཡིས་སྨན་གྱི་ཇག་པ་ཚོགས་པ་དེ་ཤོར་བ་ཡིན་ན། ཨ་ནི་ཁོ་ཚོས་ཀྱི་ད་ལྟ་མི་གནོད་ས་དེ་ལ་ཨ་ནི་སོ་སོའི་འདི་སྒམ་ཐོབ་སྐྱོ་ནས་ཨ་ནི་ཡིས་ཆད་པ་འགྲོ་བ་དེ་འདི་སྒམ་མ་ཤེས་ཀྱི་ཆག་འོག་མ་རེད་བྱས་ཙང། སྨན་གྱི་ཇག་པ་ཚོགས་པ་དེ་ཚོ་འཛམ་བུ་གླིང་རྒྱལ་ཡོངས་ལ་ཨ་ནི་ཁོ་ཚོའི་ནོར་འཁྲུལ་བཟོད་དགོས་ཡོད་བ་ཇེ་མང་ཆེ་བ་ཀླད་པས་ཀྱི་ཡོང་སྲིད་པ་ཇི་ཡིན་པ་ཡིན་ནས་ཁོ་ཚོས་ཀྱི་ཨ་ནི་དངུལ་ག་དུས་ཚོད་དེ་སྐམ་གྱི་རིང་ང་ལ་དངུལ་ག་ཚོད་བསགས་ཐུག་ཐུག་བྱེད་ནི་དེ་བྱེད་ཁོ་རེད་དེ་ཁོ་རང་ཚོས་ཀྱི་ད་ཅིག་རེད་གཏིང་ནག་པོ་རེད་སེམས་པ་ནག་པོ་རེད་ཨ་ནི་དེ་གྱིས་ཁོ་ཚོ་ཅིག་འགྱོད་པ་དེ་འདྲའི་རྩ་བ་ཉིད་ནས་ཡོད་མ་རེད་གཞོན་པ།

སྨན་གྱི་ཇག་པས་ཚོགས་པ་དེ་ལ་ཁོ་རང་ཚོ་ལ་གནོད་དགོས་ཡ་ཁྱོན་ནས་ཡོད་མ་རེད་གར་བྱེད་ན་ཁོ་ཚོའི་གི་མི་ལན་གཅིག་གི་མ་ཤུར་སྐྱོ་དེ་གི་དེ་ཡིན་པ་ཡིན་ན་ཡང་ཁོ་ཚོའི་གི་བི་ལན་མང་པོ་བསགས་ཚར་ཡོད་རེད་ད་དཔེ་ན་ཆ་བྱས་ན་ཁོ་རོ་ན་གི་དུས་ཚོད་དེ་ལ་ལོ་ལྔ་རེ་ང་ལ་དཔེ་ཤག་ཞིའུ་ཅི་ས་ཡ་ར་སུ་བ་དེ་ཡའི་སྨན་གྱི་ཚོགས་པ་གཅིག་མ་རེད་གཉིས་མ་རེད་གསུམ་བཞི།

དུ་ཅིག་སྐྱག་རྫུན་བཤད་ཐུབ་ཐུབ་བྱས་ནས་ཨ་མི་མ་ལ་ཅིག་ག་རེ་མོ་གོ་ག་རེ་སྡུག་ཅག་བྱས་པ་ཡིན་ནས་ཁོ་རང་ཚོས་ཀྱི་བདེ་གཤེགས་ཀྱི་བར་ལ་ཁོ་རང་ཚོ་ས་གོ་ཨེ་དེ་ཚོ་ཚང་མ་ལོ་ས་ཚ་ཡོད་རེད་ཞོ་ཡིན་པ། གལ་སྲིད་ཡང་མི་ཅིག་གི་ཁྲིམས་ཁང་ལ་བསྐྱེལ་ནས་ཨ་ནི་མི་དེ་ཐོབ་པ་ཡིན་ན་ཁོ་རང་ཚོ་ལ་ཆད་པ་ག་ཚོད་མོ་ག་ཚོད་རྒྱག་འོས་ནས་ཆད་པ་དེ་འདི་གམ་ས་མ་ཞིག་མ་རེད་ཞོ་ཡིན་པ། ས་གོ་ཨེ་དེ་འདི་གམ་ས་ཡོད་རེད་ཞོ་ཡིན་ར་དེ་ཡིན་དུས་ཚང་པ་ལ་ཨ་ནི་ཕ་ཅོག་གི་ཅིག

ཤི་ར་ཤི་ར་ཟཏ། ཅིག་ཡག་པོ་བྱུང་གི་རེད་བསམ་དགོས་ཨེ་ཡོད་མ་རེད་ཨ་ནི་ཡིད་ཆེས་ཆེ་ན་ནི་སོ་སོ་གི་ཀླད་པ་དེ་ཏེས་ཅིག་གཡུག་དགོས་གོ་ར་ཡིད་ཆེས་ཆེ་ཡིད་ཆེས་ཆེ་ཕོད་ས་རེད་བས་ལས་བྱེད་ར་ཡང་སྤྱི་ད་ནི་སེམས་ཁམས་རིག་པ་ཐོག་ནས་བཤད་བྱོས་རེད་ར། མི་ཅིག་གིས་སོ་སོའི་གི་མིང་དེ་བད་ཁོ་ར་ཁྲོ་ལ་བཏང་པ་ཡིན་ན་ཟེར་ར།

ཨ་ནི། ཁོང་ཚོའི་ཉམས་རྟོགས་སྒོ་ནས་བསྡད་ཡོད་མ་རེད། གར་ཆེན་ལགས་ན་ཕ་ཕྱོགས་དེ་གི་ཨ་ནི། གདོང་པ་འདྲ་མ་འདྲ་སྟོན་གི་རེད་ར། དུག་སྤྲུལ་དགྲ་བོ་ཅིག་ཡིན་པ་ཡིན་ནའི་ལོ་རེ་རེ་ལ་ཁོ་རང་ཚོའི་དུག་སྤྲུལ་གི་པགས་པ་དེ་བྱེའུ་རྒྱག་གི་རྒྱག་གི་བྱེད་གི་འདུག་ཨ། སྟག་གྲོ་ཅན་པ་ཡིན་ནའི། སྟག་གི་རི་མོ་ཕྱི་ལ་ཡོད། མིའི་རི་མོ་ནང་ལ་ཡོད་ལ་གོ་ར། ཨ་ནི། སྟག་གི་ཕྱི་ལ་སྟག་དེ་ཙམ་པ་ཡིན་འདུག་ཁ་བོ་དགྲ་བོ་ཅིག་བྱེ་ཁ་ཆེ་ཡིན་ནའི་ཟ་ཡ་དེ་ཟ་གི་འདུག་ཨ།

ཨ་ནི་ཆོས་ཀྱི་མིང་ཐོག་ནས་ཨ་ནི་ཏེ་ནང་ལོགས་ལ་གད་སྙིགས་དང་དོང་དྲེད་མང་པོ་དེ་འདྲའི་ཁྱེད་སླེབས་བ་མ་དེ་འདྲའི་དགྲ་བོ་གཅིག་གི་མི་གཅིག་ཡིན་པ་ཡིན་ན་དེ་ཚོ་ཞི་རག་བྱས་ན་འགྱུར་བ་གཏང་ཡས་ཡོད་མ་རེད་ཞོན་ཡན་པ་ཨ་ནི་ཏེ་ཡི་ཆབ་སྲིད་ཀྱི་ཐོག་ནས་རེད། ད་ད་འདས་ཀྱི་ང་ཚོའི་སྤྱི་ཚོགས་ནང་ལོགས་ལ་འགྲོ་དན་གྱི་ཨ་ནི་ཡི་གནས་ཚུལ་ནག་པོ།

ཆོས་ལ་སྤུ་ཙམ་དད་པ་ཡོད་མ་རེད། ཆོས་རིག་བཀའ་བློན་ཡིན་ན་ཇི་ཡིན་ལ་ནི་བེད་ཁོ་ར་ཁ་རྒྱག་པ་ར་ཇི་བཤད་ནི་དེ་སོ་སོ་ལ་ཀུན་སྤྱོད་ཡོད་མ་རེད། ར་བེད་ར་ཟེར་ནི་དེ་ཉིད་ཀྱི་མི་ནག་པོ་ཅིག་ར་ཆབ་སྲིད་ཐོག་ལ་གོ་ཐོ་ཡག་པོ་ཕྲད་མ་ཐུ་ནི། ཨ་ནི་མི་ཡིས་ཀླད་པ་ཡག་པོ་མེད་བ་སློབ་སྦྱོང་ཡག་པོ་མེད་བ་དེ་ཚོ་གདོང་སྒྲིག་གི་བ་ལ་མགྱོགས་པོ་ཤོར་གྱི་རེད་ར། དཔེ་ན་ཤ་ཤ་ན་རྒྱ་གུང་བྲན་གྱི་བ་ལ་ཅིག་ཤོར་ཡོད་རེད།

ཨ། ད་ཁྱེད་རང་ཚོ་ཆོས་པ་རེད་ག་རེ་རེད་ལ་ཡི་དེར་བ། ད་སྤེན་པ་ཚེ་རིང་དང་སྐད་ཆ་འདི་གི་ཐོག་ནས་འབྲེལ་བ་ཅིག་བྱེད་པ་ཡིན་ན་སྤེན་པ་ཚེ་རིང་དགྲ་བོ་ཅིག་ཡིན་པ་ཡིན་ན། ཁོ་དགྲ་བོ་ཅིག་ཡིན་ན་དངོས་གནས་བྱས་ན། སུ་སོ་སོ་ལ་ངོ་ཚ་ཏེས་ཅིག་ཡོད་པ་ཡིན་ན་དགོངས་པ་ཞུས་དགོས་ཁོ་རེད་རྐུབ་བཀྱག་ནས་རྐུབ་བཀྱག་ག་ལ་དེ་ཡན་ལ་ཤེས་ཡོན་ཡོད་མ་རེད་འཇོན་ཐང་ཡོད་མ་རེད་ད་ཁོ་ར་འཇོན་ཐང་ཡོད་རྒྱུ་གཅིག་པོ་དེ་དར་ནག་རྒྱུག་ཁྱི་གི

སྙེ་མ་ནས། ཨ་ནི། བོད་དེ་ཟ་ཡ་ཟ་བོད་ཀྱི་གཏེར་ཁ་ཚང་མ་རྐུ་མ་རྒྱབ། ཨ་ནི་བོད་པའི་གི། གཞོན་སྐྱེས་ཚོ་རྐུ་མ་རྒྱབ་ལས་དེ་ར་ད་སོ་སོ་ཕ་མ་ནས་ཁ་བྲལ་བཏང་ནི་ཨ་ནི། རྒྱ་ནག་གུང་ཁྲན་གྱི་གཞུང་གི་བར་ལ་གཞུང་གི་སློབ་སྦྱོང་དར་ནག་གི་སློབ་སྦྱོང་དེ་སྤྲད་ཁ་འགྲོ་འོ་ར། སྙིང་རྗེ། ད་ཕ་མ་དེ་ཚོའི་སྐད་སོ་སོ་པོ་གོ་བློས་བཏང་གོ་བློས་བཏང་གོ་ར། ད་དེའི་སྐད་ཆ་གཉིས་ཆ་གིར་ད། ལག་པ་ཅིག་བཏབ་པ་ལ། སྐད་དེ་གོ་ཡ་ལ།

ཤ་རྒྱན་ར་དམ་པ་འདི་གི་ཐོག་ལ་སྤུ་གུ་ལ་ཀླད་པ་གསོད་སྐྱོང་བྱེད་ནས་ཨ་ནུ་སྤུ་གུ་དར་ནག་གི་སྐྱག་པ་ནག་པོ་ལ་དཀའ་ཉེ་ཅིག་ཆགས་ཡས་ཀྱི་འབད་བརྩོན་འདྲ་བོ་འདི་བྱེད་ཡས་ཅིག་འདུག་ཨ་ཧོ་འདིའི་སྐད་ཆ་གཅིག་ཤ་རྒྱན་ར་ད་རྒྱ་གུང་བྲན་གྱི་བྱེད་སྟངས་འདི་ག་རེ་རེད་ཨ་ནི་ཁྱེད་རང་ཚོ་ཅིག་ང་ཚོའི་ཁ་ལ་ཉན་པ་དང་ཨ་ནི་རང་བཙན་ཁ་ལ་མ་ཤེས་ཡས་དང་དེ་འདྲ་བྱེད་པ་ཡིན་ནས་ཨ་ནི་ཁྱེད་རང་ཚོ་ལ་ང་ཁྱེད་རང་ཚོ་གི་དབུ་མའི་ལམ་གྱི་ཁ་ལ་ཁྱི་སྐྱོག་གི་ཐོག་ནས་ད།

སོ་སོའི་གི་འདོད་པ་ཡོད་རྒྱུ་ཕྱེ་མ་ཆོད་ཡང་ཆོས་དེ་ཚོ་སོ་སོ་ལ་དཔའ་བས་ཕྱེ་མ་ཆོད་ཡ་ད་རིག་གཞུང་དང་བཀའ་དེ་ཚོ་མང་པོ་དེ་ཚོ་ད་ལྟ་མང་པོ་ག་ལེ་ག་ལེ་བལྟ་བ་ཡིན་ན་ར་སྐད་ཆ་དེ་རྙོག་དྲ་ཚར་རོ་ཚར་འགྲོ་གི་འདུག་ར་ཨ་དེ་ཡིན་དུས་ཙམ་པ་ལ་ཉིད་ཀྱི་རིག་གཞུང་གི་སྐོར་ལ་དེ་འདྲས་རིག་གཞུང་སྲུང་སྐྱོབ་དང་དེ་འདྲས་བོད་ལ་ཡོད་དང་མེད་དང་ཅིག་སྐད་ཡིག་སྲུང་སྐྱོབ་དེ་ཚོ་ང་དེ་ཚོ་སྐོར་ལ་བཤད་དེ་ང་ར་ད་འདྲས་ཆ་ལ།

རྒྱ་མི་གཞུང་གིས་ཁོ་རང་ཚོས་ཀྱི་ནོར་འཁྲུལ་བཟོས་རྒྱུ་དེ་ནོར་འཁྲུལ་ཁས་ལེན་བྱེད་ཀྱི་འདུག་བས་བྱེད་ཀྱི་མི་འདུག་བས་ལས་དེར་ད་ནོར་འཁྲུལ་མང་ཐག་ཆོད་བཟོས་ནས་ཁས་ལེན་མ་བྱས་བ་བྱས། ད་བཙན་བྱོལ་ལ་སྤེན་པ་ཚེ་རིང་འདྲ་བོ་བྱེད་ཡིན་པ་ཡིན་ན། ཁྱོད་ཀྱིས་ཁ་ཁ་རེ་རེ་བཏང་དུས་དབུ་རེ་རེ་བཏང་དུས་ཙམ་པ་ལ་བད་སྐྱབས་བཙུན་ཕྲ་མ་ང་རྒན་དེ་འདྲས་ཀྱང་ཀྱང་བཤད་ནས་བསྡད་དགོས་རེད་ཡིན་ན་ཡང་མི་མང་ལ་དགོངས་དག་ལག་གི་འདུག་བས་ལག་མི་འདུག་ཨ། ཧ་ལ་མ་ཟ་ཨ་མི་མང་ལ་ཚུར་སྡིག་སྒྲ་དྲོ་ཅིག་སྐྱོ་གི་འདུག་ཨ། ཁྱེད་རང་ཚོས་ཀྱི་དེ་འདྲས་མ་བྱས་ནའང་འཇིག་རྟེན་ཡོད་མ་ད་རེད་ཡོད་རེད་མེད་རེད་ལ་ནི་སྐད་ཆ་མང་པོ་ཅིག་བཤད་ཀྱི་འདུག་བ་དེ་ཚོ་བསམ་བློ་བཏང་ཐོས་བསམ་པ་ལ་རྒྱ་གུང་བྲན་གྱིས་བོད་ལ་ལས་ཀ་བྱེད་སྟངས་དེ་དང་ཨ་ནི་བཙན་བྱོལ་གྱི་སྤྱི་ཚོགས་ནང་ལོགས་ལ་སྤེན་པ་ཚེ་རིང་གིས་ལས་ཀ་བྱེད་སྟངས་དེ་ཚོ་འདྲ་བོ་འདྲ་བོ་འདུག་ཤོད་ཡན་པ། ད་རྒྱ་གུང་བྲན་གྱིས་ཨ་ནི་ནང་མི་ནང་ཁུལ་ལ་ཅིག་ཕར་ཚུར་དཀྲུགས་ཤིང་བརྒྱབ་ནས་ཨ་ནི།

ཨ་ནི་མིག་གི་སྟོང་པ་ཚང་མ་ལ་བལྟ་སྟེ Identity དང་སྟོང་པའི་དབྱིབས་ནི་ཕྱི་ནས་ཚང་མ་པར་ནང་ལོགས་ལ་ཤུལ་བཞག་ཡོད་ར་བ། ཨ་ནི། བོད་པའི་གི་སྤྱི་ཚོགས་ནང་ལོགས་ལ་གཏོར་བཤིག་བཏང་ཡས་གི་ཆེད་དུ་ཨ་ནི་བོད་པ་ཁ་ཤས་ཅིག་ལ་པེ་ཤ་ཞིག་སྤྲད་ཨ་ནི་ཁྱེད་རང་སི་ཀེ་ག་ཤོ་ཨ་སི་གར་ཆིག་ཏུ་ཚང་མ་བཏགས་ཨ་ལ་ནི་རྒྱ་གུང་ཁྲན་གི་དེ་འདྲས་ཅིག་བྱེད་དགོས་རེད་ར། ད།

འབྲས་མོ་ལ་ན་ག་འདྲེ་གཅིག་ལ་ལ་གོ་རེ། དོང་འདྲེ་ལ་ན་ག་འདྲེ་གཅིག་ལ་ལ་གོ་རེ་དེ་ཚོད་ཀྱི་ཐ་སྙད་དེ་གི་དོན་དག་ལ་ངོ་བོ་དེ་ལ་བརྟག་བརྟག་བྱེད་ནས་ད་ནི་གོ་བ་ལེན་རོགས་གྱིས་ཞུ་ཡ་ཡིན་པ། ཁ་ཅིག་ལ་ན་མི་དང་ལོ་ལས་འདྲེ་དང་འདྲེ་མོ་མང་པོ་གཅིག་ཡོད་རེ་ཨ་ནི་ད་འདས་ཀྱི་དུས་ཚོད་དེ་ལ་འདྲེ་དང་འདྲེ་མོ་འདྲེ་ལངས་ཀྱི་དུས་ཚོད་དེ་ཡིན་དུས་འདྲེ་ནང་ལོག་ནས་འདྲེ་དག་འདྲེ་དུག་ཤོས་དེ་ལྟར། དེ་རེད་སྤེན་པ་ཚེ་རིང་སྐྱ་བོ་དེ་རེད་ཨ་ནི་དེ་བ་ལ་ཁྱོད་ཀྱིས་ལྟ་དཀྲུག་ཤིང་རྒྱ་བལ་གྱི་ཆེད་དུ་རྒྱ་མིས་ཕེལ་ཆེ་བ་ནང་བཞིན་ཁྱོད་ཀྱིས་ད་ལ་གུང་བྲན་ལ་ནི་དེ་འདྲས་ཅིག་དེ་འདྲས་བྱས་ཏེ་ཨ་ནི་དེ་ནི་པོར་ཏོ་མོར་ཏོ་མ་ཤི་གོ་ནི་དེ་འདྲས་ད་ད་གཟུགས་སྐྱམ་ནི་ཙབ་རེད་དེ་འདྲས་རྡ་རམ་ས་ལ་དེ་བ་ལ་སྙ་ག་ཉོ་ག་ཟོས་ནི་དེ་ཉིད་དེ་འདྲས་དོ་ཨ་ནི་ཁོ་ཚོའི་གི་ཁ་ལ་ཅིག་ནས

ཐ་ན་གོང་འདྲའི་བར་ལ་ཡོད་མ་རེད་ད་འདོད། ཀླད་པ་ཚང་མ་ལོ་སྐྱེས་པ་མང་པོ་དཔལ་ཁོ་ར་བྲན་གཡོག་གི་བར་ལ་བསྟེན་ནས་ད་ཀླད་པ་དེ་འགྱུར་བ་བཏང་ཐུག་འོ་མ་རྟ། ད་གོང་ས་མཆོག་གི་ཆོས་དེ་ཁོ་ཚོས་གི་བྱེད་ཀྱི་ཡོད་གྲོགས་ཆེར་ནང་པའི་ཆོས་དེ་བྱེད་ཀྱི་ཡོད་གྲོགས་ཆེར་སློབ་གྲྭ་ལ་ག་རེ་མོ་ག་རེ་སྤྲོ་ཡི་ལབ་པ་ཡིན་ནས་ཀླད་པ་གི་ཨ་ནི་ཁུང་ཁར་ས། བྲན་གཡོག་གི་ཀླད་པ་དེ་འགྱུར་བ་འགྲོ་མི་འདུག་ཨ་འདི་ག་འདྲས་ཡིན་ནའ་སླད་དེ་ཡམ་ཆེན་པོ་རོ་ཨ་ང་ཚོ་བོད་པའི་མི་རིགས་ལའེ་དེ་དངོས་གནས་འཛམ་བུ་གླིང་གི་དགའ་བོ་བྱེད་ཁོག་རེད་ལའེ་དེ་ཁོ་ཚོའི་དགའ་བོ་བྱས་དེ་ང་ཚོས་ཀྱི་བད་ཁོ་ར་ཁོ་ཚོའི་གི་བ་ལ་དེད་གི་ཡིན་ལ་ནི་ཨ་ག་རི་ཕྱི་ནས་ཁ་ཡོད་མ་རེད་སྐྱག་པ་ཟ་གི་ཡིན་ལ་ནི་དེད་ཙང་དགའ་བོ་བྱེད་ཁོག་རེད།

སེམས་ཁམས་འཁྲུག་ཆུ་བས་ཀྱི་དམིགས་ཡུལ་ཡོད་པ་ཡིན་ནའི་དེ་དམིགས་ཡུལ་དེར་མ་འགྲུབ་པ་བཟོད་དགོར་ཕར་ཕྱིན་ལམ་སུ་སོ་སོ་བསམ་བློ་བཏང་དགོར་བ། ད་བསམ་བློ་བཏང་མ་བྱས་ངན་གླེན་པ། ལྐུགས་པ། ཀ་དེ་ཚོ་ལ་བེད་ཁོ་རེ་གྱུར་བ་དང་ཡལ་འགྲོ་བ་ཅིག་ལས་སླ་བོ་ཡོད་ཀླད་པ་ནང་བླུགས་ལ་བསམ་བློ་མ་འཐེན་རྒྱུ་ཅིག་ལས་བླུགས་འགྲོ་ཡས་དེ་ལས་སླ་བོ་ཡོད། བྱས་ཙང་སྡུག་ས་ལྟ་དུས་བརྩམས་པ་ལ། ཨ་ནི་ང་ཚོ་བོད་པའི་སྤྱི་ཚོགས་ནང་བློ་ལ་དངོས་གནས་ཀྱི་གླེན་པ་ལྐུགས་པ་ཆགས་ལྐུགས། སྐྱག་ནག་ཟ་ཉེ་ག་ཚོད་མང་པོ་ཡོད་པ་དེ་ཧ་གོ་གི་འདུག་ད་ནག་ནད་ཡམས་ཕོ་སྐྱོགས་དེ་ཚོ་ཚང་མ་ལོ་རེ་དང་ཀླད་པ་འཁྲུག་བསྡད་སྐྱོགས་འཇོན་ཡ་མེད་སྐྱོགས་ནད་པ་ནད་པ་སྡུག་ཅག་ཡིན་པ་ཡིན་ནའི་ཏེ་སེམས་ཁམས་རིག་པ་ཀྱི་ཐོག་ལ་མཁས་དབང་ཡོད་སྐྱོགས་དགེ་མི Psychologist Therapoitin དེ་ཚོ་ལ་ཕ་གོང་དེ་ང་ལ་ཁ་ལོག་རེད་ངེད་ཀྱི་སེམས་ལ་བཅོས་ཀྱི་ཆེད་དུ་ཅིག་རོགས་པ་བྱེད་ད་ལ་ནས་སོ་སོའི་གི་དེ་ཚོ་མ་བྱེད་བྱས་སྤྱི་ཚོགས་ནང་ལོག་ལ་དཀྲུག་ནི་དེ་ཉེ་འོང།

མ་ཉེས་ཁ་ཡོད་ཞུ་ཅི་ཡོད་རེད་རྙོག་དྲ་མང་པོ་ཞུ་ཅིག་བསོད་ཡོད་རེད་ར་ཡིན་ན་ཡང་དེ་ལ་ཡ་བྱེད་ངས་བྱུང་མ་སོང་བ་སྟབས་ཡག་ནས་ག་ཅིག་ལ་ན་གོམ་པ་དང་བསེ་ར་ནང་ལོག་ལ་ཡོད་པའི་གི་ཨ་ནི་ཡིན་དགེ་འདུན་རིན་པོ་ཆེ་རྣམ་པ་ལོ་དངོས་ནང་དངོས་གནས་ཁོ་རང་ཚོས་བསམ་བློ་བཏང་ཤེས་ངེས་དང་དེ་འདྲའི་ཡིན་པ་བྱས། དེ་འདྲ་ཡིན་དུས་བསམ་པ་ལ་ནི་ད་ལྟ་མཁན་པོ་ཡིན་ལ་ནི་ག་རེ་ཡིན་ནའོ་དེ་དེ་ཚོ་གཉིས་ད་བྱེད་ར་བྱེད་ར་བྱེད་ར་མ་ས་ཡིན་ནི་ད་ལྟ་བོ་ཏོ་སངས་རྒྱས་ཀྱི་ནམ་ས་ཆོད་འདི་ཨར་ད་དངོས་གནས་བྱེད་ན་དུག་སྦྲུལ་གྱི་སྤྱོད་པ་དེ་ཡིན་པ་ཧ་གོ་ན་ད་དུག་སྦྲུལ་གྱི་ཏོག་དེ་བསྟན་ནས་བསྟན་འོང་ར་ནམ་ས་དེ་པི་གོ་གོ་ར་པི་མ་སོ་ཨ་ད་འདོད་དེ་དེ་ཏོ་ཨ་ད་དེ་ནས།

གདོང་འདྲེ་མང་པོ་ཅིག་བླངས་འདུག་ཨ། ཨཱ། ད་ཐེངས་ད་ས་མུར་ཅིག་བཏང་དུས་ཙམ་པ་ལ། སེ་ར་ལ་གདོང་འདྲེ་ཅིག་མཁན་པོ་གཉིས་ཀྱི་གདོང་འདྲེ་འདྲ་བོ་འཁྲབ་དུས་ཙམ་པ་ལ་སེ་རའི་གི་དགེ་འདུན་རིན་པོ་ཆེ་མང་པོ་ཅིག་ལ་བའི་གནོད་ཤུགས་དེ་ཕེབས་ཐུབ་ཡོད་མར་ཁ་མཆུ་ཁོ་ཚོ་ཀླད་པ་དེ་ཡག་པོ་འདུག་ཨ་ཧུ་ནེ། དངོས་གནས་ཁྱོད་དངོས་གནས་ཅང་མྱོང་རྒྱུགས་ཀྱི་ས་མུར་བཏང་ཤེས་ངེས་ཤེས་ཡོན་ཡོད་རྒྱུགས་རེད་འདུག་ཨ། ད་གོ་འབངས་ལའེ་དེ་ལ་ཅིག། ག་རེ་ཡིན་ན་གོམ་པ་གང་འཚོལ་ལ་ཁ་ཚུམས་ནི་དེ་ངས་དེ་ཚོ་ད་ལྟའི་བསམ་བློ་གཅིག་བཏང་དུས་བཟང་དེ་ཚོ་ཨ་མདོ་རེད་དོ་ཨ་མང་ཆེ། འོང་དེ་གི་ཡིན་ས་རན་དེ་ལ་དྭགས་ཀྱི་རེད་དོ་ཨ། གཞན་པ་བོད་པ་གཙང་མ་ཚང་གི་ཨ་དེ་ཁར་སང། བོད་ལ་སེམས་ཤུགས་ཡོད་ངེས་ད་དེ་འདྲས་ཡིན་པ་ཡིན་ན་ཨ་ནི་བོད་མི་མང་གི་སྤྱི་འཐུས་གཅིག་ཨ་ནི་སྐྱིད་སྡུག་ནས་མ་དཔེ་བཏང་གི་ལ་དུས་བརྩམས་པ་ལ་ཨ་ནི་དེ་ཚོ་ཚང་མ་ལོ་རྒྱབ་སྐྱོར་བྱས་ཡོད་མ་རོ་ཨ།

ད་ཐ་མ་ཅིག་བྱས་ཙང་ཨ་ནི་བི་ཏྲོ་དེ་ལ་ཆ་བཞག་ནས་ཨ་ནི་ང་རང་གིས་ད་ཐ་མ་ཅིག་ལབ་ཨ་ནི་བཞག་ཤེས་ཨེ་རོ། སྤྱི་འཐུས་ཨ་ཀྲུག་ཚེ་བརྟན་མཆོག་ལ་གུས་ཞབས་ཀྱི་ཐོག་ནས་བཞག་རྒྱུ་ཡོད་མ་གཞི་ད་ནི་སྒོ་མང་ལ་ཡོད་སྐྱོགས་ཀྱི་ཁྱི་རྒན་དར་ནག་གི་སྤེན་ཚེས་ཀྱི་སྐྱག་པ་ནག་པོ་ཟ་ཉེ་དེ་ཚོ་ལ་ལ་གི་མེད་ད་ཁྱེད་ཚོ་ལ་གུས་ཞབས་སྤུ་ཙམ་མེད་ད་ངེད་ཀྱི་མི་གཅིག་གི་སྤྱོད་པ་དང་སྐྱག་རྫུན་བཤད་སྟངས་དང་མ་ཉེས་ཁ་ཡོད་བྱས་ཉེས་ལས་ཀ་བྱེད་སྟངས་ལ་དེ་ཚོ་ལྟ་བ་ཡིན་ན་ངའི་གི་ཐོག་ནས་ར་གོ་སྐབས་གཉིས་པ་ཅིག་རྩ་བ་རྙེད་ནས་ཡོད་མ་རེད་ག་ཅེ་ན་ང་ཡིན་ན་དགེ་འདུན་རིན་པོ་ཆེ་ལ་ནི་བད་ཁོ་ར། བླ་མ་དཀོན་མཆོག་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་ལ་ནི་དཀོན་མཆོག་གསུམ་དེ་བད་ཀྱི་ཡུལ་བཙན་ནི་དེ་དེ་ཉེས་ཅིང་རྙེད་མ་ནས་ད་ཡིན་ནས་ད་ན་ཁྱི་རྒན་ཁྱེད་ཚོ་ཨ་ནི་ལག་ནས་བྱེད་ནས་ཁྱེད་རང་ཚོས་ཀྱི་བོད་པའི་གི་སྤྱི་ཚོགས་ནང་ལ་ཡོད་པའི་གི་དགེ་འདུན་རིན་པོ་ཆེ་གི་མི་ནག་པོ་དེ་དར་ནག་ཁྱིར་རྒན་སྐྱག་ཆ་ར་ཁ་ཤས་ཅིག་གི་ཟོལ་གི་འདུག་ད་ལ་ཡིན་པ། ག་ལི་ག་ལི་ཡིན་དགེ་འདུན་རིན་པོ་ཆེ་ལ་ནི་དེ་ཚོ་ལ་དད་པ་མེད་པ་ཟོས་པ་ཡིན་ན་ཨ་དེ་ཚོ་ཟོལ་ཉེས་དེ་ཚོ་དར་ནག་ཁྱིར་རྒན་སྐྱག་ཆ་ར་དང་ནི་མཁན་པོ་སྐྱག་ཆ་ར་དེ་ཚོ་རེད་ད་ཤོད་མཁན་པོ་ཚང་མ་ལ་གི་མེད་ད་དར་ནག་གི་མཁན་པོ་དེ་ཚོ་ལ་ལ་གི་ཡོད་ར་ད།

ད་གལ་སྲིད་ལམ་ཁ་དུ་འཇུག་ཡུལ་ལ་ན་སྔོན་ལས་བྱེད་ན། ད་ལྟ་མི་རྐང་བཅུ་གསུམ་ལས་བཅུ་བཞི་རེ་བྱས་ནས་ཨ་མདོ་བཅུ་དང་ཨ་ནི་ལ་དྭགས་གཉིས་ཀྱི་སྐྱག་ནག་སྐྱག་ཚན་བྲིས་སྐྱོག་བྱོས་ར་ཁོ་ཚོས་ཀྱི་ཨ་ནི་དགོན་དང་ཐུག་ཏེ་ལ་གུ་གུར་ད་ངོ་ནས་བྱེད་ན་བོད་མི་མང་ལ་དགོན་དང་ཐུག་ཏེ་ལ་གུ་གུར་གར་བྱེད་ན་ན་བོད་མི་ཡོད་སྐྱོ་ཚང་མེད་ཀྱི་སེམས་པ་ལ་འཁྲུག་བཏང་བ་རེད་ཁྱེད་རང་ཚོས་ཀྱི་ར་རྐང་སྟེགས་ཀྱི་རྒྱ་ནག་གཞུང་གི་ཀྱང་ཡོད་བོད་ལ་བྱས་པ་ནང་བཞིན་ཁྱེད་རང་ཚོ་གི་བཙན་བྱོལ་གྱི་ནང་ལོག་ལ་དེ་འདྲས་ཀྱི་དཀའ་ངལ་ཅིག་བཟོས་པ་རེད་ཨ་ནི་མི་ཁ་ཤས་ཀྱི་སེམས་ལ་དོགས་པ་ལན་བཟོས་ཡོད་རེད་ཨ་ནི་དེ་ལ་དཔའ་བའི་གི་ཨ་ནི་འཐབ་རྩོད་ལ་གནས་ཡོད་ད་ཁྱེད་རང་ཚོས་ཀྱི་ད་ཁྱེད་རང་ཚོས་ཀྱི་དམིགས་ཡུལ་དང་པོ་དེ་ག་རེ་རེད་ཨ་ནི་ཆོས་རྒྱུད་སྤྱི་འཐུས་ཚང་མ་ལོ་མ་མེད་པ་བཟོས་ཡོད་དེ་རེད་བ་ད་ད་ད་སྤྱི་འཐུས་ཨ་ཀྲོ་ཚེ་བརྟན་ལ་དགོངས་དག་མ་ལགས་བྱས་ན་སྤྱི་འཐུས་ཨ་ཀྲོ་ཚེ་བརྟན་གྱིས་ཨ་ནི་དམངས་ལ་བསམ་བློ་བཏང་ནས་ཨ་ནི་ཁྱེད་རང་ཚོ་ལ་ཅིག་ཅིག་བོད་དུ་གུས་ཞབས་དོགས་འདྲི་བྱས་ནས་ཉན་བསྡད་པ་ཡིན་ན་ད་རྗེས་མ་ཁྱེད་རང་ཚོས་ཀྱིས་ཆོས་བརྒྱུད་སྤྱི་འཐུས་རེ་མེད་རེ་མེད་བྱས་ནས་ཨ་ཚང་མ་ལ་གནོད་པ་བསྐྱལ་ཡིན་པས་ཟིག་གིས་སྐད་ཆ་ཅིག་ཆ་གོ་ར་ར། ད་རྒྱ་མིག་གིས་དབུ་མའི་ལམ་མེད་ན་ཅིག་ལ་དེ་ཚོ་ད་དེ་ཚོ་དབུ་མའི་ལམ་ཁ་ལ་འཁྱེར་ནས་ཨ་ནི། གྲུབ་འབྲས་སྟོན་གྱི་ཡིན་ལ་ནི་གྲུབ་འབྲས་ག་དུས་སྟོན་གྱི་ཡིན་ལ་ནི་ལ་ཡོད་མ་ལྟ་ངོ་ནི་ཕྱིན་ན་ལོ་ལྔ་བྱས་ལ་ལོ་བཅུ་བྱས་ལ་ལའི་དེ་འདྲའི་ཡོར་བ་དེ་འདྲའི་ལ་ཡོད་མ་ད་ད་ལྟ་དེ South India མོན་གོ་འདྲ་བོ་འདྲ་ལ་ཕྱིན་དུས་ཨ་དྲུག་ཚེ་བརྟན་ཡང་ལམ་ཀ་ཡོད་ལ་ལྟ་སངས་རྒྱས་གོ་འཕང་མཐོ་དཔལ་ལམ་ཀ་འདི་དོན་རྒྱུ་མང་པོ་ཡོད་རེད་ལམ་ཀ་ག་རེ་ག་རེ་རེད་དེ་གཅིག་ལ་གོ་རོགས་འདི་ལ་ཡོད་མ་ཨ་ནི། རྗེས་མ་ལ་དུས་དུས་ཚོད་ག་དུས་ལས་ཕྱིར་དེ་ཡི་ཤེས་ཡོན་ཅན་གྱི་མི་ཅིག་ཡིན་པ་ཡིན་ན་དེ་དུས་ཚོད་དེ་ལ་གོ་རོགས་ད་ཨ་རོ། ལམ་ཀ་ཡོད་ལ་ནི་རྗེས་མ་ལ་གོ་རྗེས་མ་ལ་ནི་ག་རེ་ལ་གོ་རོགས་ད། ཨ། འཛམ་བུ་གླིང་གང་ས་བེད་མེད་ཚིག་ནི་བེད་འབུ་སྲིང་དང་མི་དང་གསོ་བྱེད་མེ་བེད་ཀྱི་དུས་ཚོད་གཅིག་ལས་ཇེ་མ་ལ་གོ་ར་དེ Future ལ་གོ་ར་ཨིན་སྐད་ཐོ་ནས་ཇེ་མ་ལ་ཡེ་དེ་སྐད་ཆ་དེ་བསམ་བློ་གཏང་དུས་བསམ་པ་ལ་ག་ག་འདྲ་འགྲོ་ཐུང་ངུ་འདུག་ཟེར་ན་ར་བ་ཁོ་རང་ཚོ་ལ་འགྱོད་པ་དང་དེ་འདྲའི།

དགོངས་དག་ཐུགས་བདེ་ལགས་བར་བ། ཁྱེད་རང་ཚོ་ལྟར་དགོངས་པ་གནང་ལུགས་ལ་དུས་འདྲ་གཉིས་ལ་ཐང་མ་རེས་རེས་བྱས་ནས་གསོལ་སྦྱོང་ལས་ཅི་བྱེད་ཀྱི་མེད་བས། ཨ་དེ་འདྲ་བྱེད་ཀྱི་ཡོད་ན་ད་ལྟ་དེ་སྤྱི་འཐུས་ལ་དགོངས་དག་ལགས་བར་བ། ཨ་མ་ངས་ཁ་ཡོག་བྱེད་ཀྱོ་འོ་འདི་ཚོའི་མ་ལགས་ཆེ་རྗེས་མ་ལ་འགའ་ཅིག་ཡོད་སྲིད་ཀྱི་རེད་ལ་ནི་དེ་འདྲའི་ལ་ན་ད་ངས་ཀྱིས་འདི་ཡག་པོ་ཅིག་རྩ་བ་ཉིད་ནས་མཐོང་མ་སོང་འདི་ཡིན་ཐ་ན་གྱིས་ཆ་ཤེས་ཉན་པ། ད་འདི་གཏུགས་གཏུགས་བྱས་ནས་ཨ་ནི་བོད་པའི་གི་འཐབ་རྩོད་འཐབ་གྲོགས་དང་ཨ་ནི་འཐབ་རྩོད་པ་དེ་ཚོ་ལ་ལང་ཀ་བཀའ་ཡག་རེད་ད་བྱེ་མ་བྱེ་མ་བྱེ་མ་ལ་ནི་སྐྱག་པ་བྱེ་མ་བྱེ་མ་ཁྱེད་རང་ཚོ་དགོངས་པ་ནི་མ་ཐོན་རྒྱུ་ཨ་ཁྱེད་རང་ཚོ་དངོས་གནས་བྱེ་ན་སྤྱི་མཐུས་ཨ་ཀྲུག་ཚེ་བརྟན་འདྲ་བོ་ཅིག་གོ་མང་གི་གྲ་ཚང་ནང་ཡོད་པ་འདི་གི་ཁྱེད་རང་ཚོ་ཡི་སྤྱི་མཐུས་ཨ་ཀྲུག་ཚེ་བརྟན་བཀའ་དྲིན་གི་ཨ་ནི་དགོངས་པ་དེ་གས་གྲ་ཚ་བོ་ཆགས་སོང་ལ་གུ་གུ་ར་དངོས་གནས་བྱེ་ན་ག་ཅིག་ལ་ན་ཨ་དེང་སང་བསམ་བློ་བཏང་ད་དགོངས་པ་ནང་ལོགས་ལ་བོད་པའི་གི་སྐུ་ཤོག་མ་རག་ནས་ཁྱེད་རང་ཚོ་ག་ག་ལ་སྐུ་ཤོག་ཉོ་ག་དྲུག་གི་ཡོད་ས་མ་ཏའི་རྟ་ཨ། མོན་མོན་གི་ལུང་པ་ལ་ཏའི་བ་དེ་གར་ས་མོན་ཏའི་བ་དེ་བ་ལ་དྲུག་གོ་རེད་ནེ་པལ་དེ་བ་དྲུག་གོ་རེད་ཤར་པ་དེ་བ་ལ་མི་སྤུ་གུ་སྤུ་གུ་ཉོ་ག་དྲུག་གོ་རེད་ས་མོ་ཏའི་སྐད་ཆ་རེད་ད། ཨ། ཁ་བ་གང་ནས་འགྲོ་གི་ཡོད་ཨ་རུ་ན་ཅལ་པྲ་དེཤ། ལ་དྭགས་དེ་བ་ནས་སྤུ་གུ་ཉོ་ག་འགྲོ་གི་ཨོ་ར་ཏ། ད་སྐུ་གཞོག་མེད་ནི་ར་ཏ། ད་ད་མདའ་སྐུ་གཞོག་ཡོད་པ་ཙམ་མ་ཡིན་པ་སྐུ་གཞོག་ཚད་ལྡན་སྤུས་དག་པོ་དེ་འདྲས་བོད་བཙན་བྱོལ་བོད་གཞུང་གི་ཆོས་རྒྱུད་སྤྱི་འཐུས་གཅིག་ཡིན་པ་ད་དེ་ཚོ་ལ་ཁྱེད་ཚོས་གིས་དོ་སྣང་སྤྲད་མ་ཐུབ་པ། གུས་ཞབས་ཕྱི་མ་ཐུབ་པ་ཡིན་པ་ཡིན་ན། ད་སོ་སོའི་གི། ཁང་པ་ནང་ལོགས་ན་རྡོ་རྗེ་ཕ་ལམ་ཡོད་རྒྱུ་དེ་ལས་རྟ་ཕོ་སྐྱབས་ཐོག་གོ་མ་ཁ་ཅིག་ལ་ན་གད་སྙིགས་དེ་ཚོས་གི་རྡོ་རྗེ་ཕ་ལམ་ལ་མཐོང་གི་མ་རེད་ཁོ་རང་ཚོ་སྐྱག་ན་གད་སྙིགས་ནང་རྒྱུད་ལ་ཕ་ཚོས་ཨོ་ཡིན་ད་ཁོ་མཐོང་གོ་ར་མ་ཤི་རྡོ་རྗེ་ཕ་ལམ་ལ་ཡ་ཕྱི་ཐོག་མ་རེད།

ཁྱེད་ཚོ་གོམ་པ་ལ་གར་ཕྱིན་བསྡད་ཀྱི་ཡོད་ལས་དེ་ལས་ཁེབས་སངས་ཆེད་དུ་བསྡད་ཀྱི་ཡོད་པས་ཨ། ཨ་སུ་སུ་སུ་ཕྱི་ལོགས་ཀྱི་དེའི་དེ་ཁོ་ར་ཁྲ་བ་ལོ་ཨ་སུ་སུ་ལས་ཀ་ཆགས་རྒྱུ་དེ་འདྲའི་སྐྱག་རྫུན་གྱིས་ན་ཨ་ཚོང་རྒྱག་ངེས་དེ་ཚོ་ཡིན་ན་ཁྱེད་རང་ཚོ་འོས་ཀྱི་སྐྱག་རྫུན་བཤད་ངེས་དེ་ནས་མང་པོ་ཞིག་གོ་གོ་རེད་ཚོང་གི Business World ལ་ཁྱེད་ཚོ་དར་ནག་གི་སྐྱག་རྫ་རེད་དེ་ཚོ་ཁྱེད་ཚོ་ཡག་པོ་འཇོན་གྱི་རེད་ད་ཨ། ཨོ་དེ་འདྲས་མ་ཤེས་དེ་གོམ་པའི་ནང་ལོགས་ལ་འདུག་ཕྱི་ནས་བེད་སྤྱི་པའི་དགེ་རྒྱུ་དེའི་འདུག་ཕྱི་ནས་ཟས་ཉལ་སྟངས་ཕྱི་ནས་དེ་དེ་ན་འགྲིག་མ་རུ་ཨ་གྲྭ་བ་དམངས་ལ་བསམ་བློ་གཏང་དགོས་ར་ཡ། ཨ་ནི་ཆོས་ཀྱི་སྤྱི་འཐུས་རྣམ་པ་ལ་བསམ་བློ་གཏང་བ་ར་ཁོང་རྣམ་པ་ག་དུས་ཡིན་ནས་ཆ་ལོས་བཟོ་ཡ་མི་དགོས་དོ། ད་ཁྱེད་རང་ཚོའི་ཁམ་བུ་མཁན་པོ་ཡིན་ན་ཅིག་གི་མིང་ལ་ནི་སྒྲིག་འཛུགས་དགོ་བ་ཡིན་ན་ཅིག་ལ་ནི་དེ་འདྲའི་རྒྱག་པ་དེ་འདྲ་ཁྱེད་ནི་བདེ་གི་དོ་བ་ཕེ་གའི་མི་ནི་མ་ཆོས་ཆོས་ཆོས་ར་གཏང་བྱེད་ས་ད་ཚོགས་ཚོགས་ཟེར་ས་ལ་ཨིན་ཚོ་དེ་འདྲའི་རྐང་ཁ་ཤས་ཅིག་གི་ཨ་ནི་བཙན་བྱོལ་བོད་གཞུང་གི་ཆོས་རྒྱུད་སྤྱི་འཐུས་ཅིག་ལ་མ་ཉེས་ཁ་ཡོད་ཕྱིར་ད་དེ་རྩ་བ་ཉིད་ནས་འགྲིག་མ་ར་ད་དེ་དེ་ང་ཚོའི་གི། བཙན་བྱོལ་བོད་གཞུང་གིས་བཙན་བྱོལ་བོད་གཞུང་དང་བཙན་བྱོལ་ལ་ཡོད་པའི་བོད་མི་རྣམ་པ་ཀྱིས་ཨ་ནི་ལུ་གུ་ནང་ལོགས་ལ་དར་ནག་གི་དོང་དྲེད་ཡར་ལངས་ཀྱིས་བཀྲུམ་ལ་ནི་གཏམ་དེ་ཚོ་ཁྱེད་ཚོ་མིག་ནས་ཕྱེ་ནས་བད་ཁོ་ར་བསུ་བས་མེད་པ་ལས་ཀི་རེད་གར་ཆེན་ལ་ནག་ཁྱེད་རང་ཚོས་ཀྱི་དེ་མི་རྐང་གཅིག་ལ་བྱེད་མ་ད་ཁྱེད་ཚོས་ཀྱི་བོད་རྒྱལ་ཁབ་ལ་གནོད་པ་སྐྱེལ་བ་རེད་བོད་མི་རིགས་ལ་གནོད་པ་སྐྱེལ་བོད་ཀྱི་འཐབ་རྩོད་ལ་གནོད་པ་སྐྱེལ་བ་རེད་རོ། འདི་ཡིས་ཁྱད་ཚོས་ཀྱི་དགོངས་དག་མ་ལགས་པ་ཡིན་ནས་སེམས་པ་གཏིང་ནས་ངོ་ཚའི་ཏེས་ཅི་ཡོད་ན་དགོངས་པ་ཞུ་ནས་སུ་སོ་སོ་མ་ཐོས་ན་ཡག་པོ་ཡོད་རེད་རོ། ཡང་མིན་ན་སངས་རྒྱས་ནམ་ས་ཆོས་ནི་ད་འདོད་བདེ་བདེ་གི་ཡིན་ན་ནི་སྙམ་ཅུང་ཟད་ཕྱི་གོར་མ་ཞིག་འཕགས་ཚུ་བྱ་བོད་བྱ་རང་ལྟོས་ནི་ཁ་རྒྱག་པ་བཤད་ནི་ང་ཚོས་ཀྱི་འཐབ་རྩོད་ལ་གནོད་སྐྱེལ་ན་འགྲིག་མ་རྟགས་རོ། ད་ལྟ་དགོངས་མང་གྲྭ་ཚང་འདི་ཨ་ནི་མུན་སྐོར་ལ་ཡོད་པ་འདི

བོད་བཙན་བྱོལ་བོད་གཞུང་གི་ཨ་ནི་བཅའ་ཁྲིམས་ལ་གུས་ཞབས་མ་བྱེད་བྱེད་ང་ཚོས་ཀྱི་ང་ཚོས་ཀྱི་བཅའ་ཁྲིམས་ལ་གུས་ཞབས་བྱེད་དགོས་མ་རེད་རྩ་ཁྲིམས་རེད་བཅའ་ཁྲིམས་རེད་ངོ། ང་ཚོས་ཀྱི Constitution ལ་གུས་ཞབས་བྱེད་དགོས་མ་རེད་ཁྱེད་ཚོ་ག་འདྲ། ད་མུན་གོར་ལ་བསྡད་ཀྱི་ཐོབ་ཐང་ཡོད་མ་རེད་མུན་གོར་དེ་བོད་པ་བཙན་བྱོལ་ལ་ཡོད་ཀྱི་དེ་ཚོ་ལ་བསྡད་ཀྱི་གུས་སྐབས་ཀྱི་ཆེད་དུ་རེད།

ཨ། ངོ་འདི་གཞོན་ར། བྱས་ཙང་ཨ་ནི། ད་ལྟ་བོད་མི་མང་གི་སྤྱི་འཐུས་ཨ་ཀྲུ་ཚེ་བརྟན། དགེ་བཤེས་ལྷ་རམས་པ་ཁོ་རང་གིས་གསུངས་པ་ལ་ཨ་ནི་གུས་བརྩི་བྱེད་ནི། ཨ་ནི། ད་ལྟ་སྐད་ཆ་འདི་མཚམས་བཞག་གི་ཡིན་གཞོན་པ། ཨ་འདི་མ་ཡིན་པའི་གི་རྙ་ག་ཉོ་ག་བྱེད་མ། བྱས་པ་ཡིན་ན། མགོ་ནས་ལངས་ཀྱི་ཡིན་ད། ཁྱེད་རང་ཚོ། གདོང་འདྲེ། ཡར་ལངས་བྱེད་ཀྱི་བྱེད་ཀྱི་ལ་ང་ཚོ་སྟེ་བདེན་པ་རྒྱ་ལོག་གི་མི་དེ་ཚོ་ང་ཚོས་ཡར་ལངས་ཀྱི་ལངས་ཀྱི་བྱེད་ཀྱི་ཡིན་ད་ཤོད་ཡིན་ར་བ། ཁྱེད་རང་ཚོ་གི་ལ་དོ་རྗེས་མ་ལ་དོ་ང་ཚོས་ལ་གྱོད་ད། རྗེས་མ། ཁྱེད་རང་ཚོ་ལ་མགོ་ནས་གུས་ཞབས་ཀྱི་མགོ་འདུག་ན་བོད་མི་མང་ནས། སྤྱོད་པ་ཡག་པོ་བྱེད་ཤོད་ཡིན་པ། ཨོ་ཁེ། ལ་སོ། ཨ་ནི། བོད་སྐྱ་ལོ། བོད་རང་བཙན་སྐྱ་ལོ། བདེན་པ་སྐྱ་ལོ། བོད་ཀྱི་ཆོས་བརྒྱུད་སྤྱི་འཐུས་རྣམ་པ་སྐྱ་ལོ། བོད་ཀྱི་རང་བཙན་སྤྱི་འཐུས་རྣམ་པ་སྐྱ་ལོ། བོད་རང་བཙན་སྐྱ་ལོ། ཨ་ནི་ད་ལྟ་བྱུང་དང་འབྱུང་བཞིན་པ། ད་ལྟ།